ང་འདི་ཟེར་བཞིན་པའི་པར་དེ་ཉིས་སྟོང་བཅུ་གོ་བརྒྱབ་ཡིན། ཧ་འདི་ང་འགྲོ་ས་འདི་རྩའི་ནུབ་ཕྱོགས་ཀྱི་ལང་ཀ་དེ་རེད་ཨོ་ད་ལ་ནི་ཡི་གེ་ཀུན་འདུས་དེ་ཟིག་བ། སྔར་ཕྱི་རྒྱལ་སྐད་ཕྱི་རྒྱལ་འཚར་ལོངས་བྱུང་དེ་བྱེད་དུས་ནང་ཆོས་ཀྱི་སྲོག་བསླུ་བཏང་ཡ་དེ་མི་ཚེ་ནང་ལ་མཐོང་མ་མྱོང་དངོས་སུ། གློག་བརྙན་ནང་ལོ་ལྟ་བལྟས་བལྟས་མཐོང་མྱོང་དེ་དངོས་སུ་མཐོང་མ་མྱོང་ད་རེས་མཐོང་པ་དང་པོ་རེད་དེ་ཧ་འདི་འདི་རེད། ཆུང་དུས་རྒྱ་གར་ལ་སྨོན་ལགས་ཀྱིས་ང་རའི་སྐྱེས་སྐར་ལ་ལུས་ཀྱི་སྲོག་ལོ་དང་བས་སོང་ཟེར་ནས་ང་ལུས་འདི་མཐོང་དུ་མ་སོང། ད་ཧ་འདི་འདུག་ལྟ་དུས་ཧ་འདི་རྩའི་སྐུ་མདུན་ལ་སྲོག་ལོ་བཏང་གནང་དག་དེ་མཁྱེན་རྩ་ཞིག་ཏུ་ཉར་དུ་འདུག་ཚང་མ་རྒྱ་མི་རྩ་ནས་གཟིགས་འདུག་ཨ། ནང་ཆོས་ཀྱི་སྲོག་ལོ་བཏང་ཡག་གི་གོམས་གཤིས་དེ་ཧ་འདི་ཚོང་ཅིག་ཆགས་དུས་ཨ་ནི་བས། འདི་སྲོག་ལོ་རང་ཆགས་ཨ་ཡོང་བསམ་གི་འདུག་སྡིག་ཤག་ཚབ་ལ་སོ་སོ་སྡིག་པ་ཉོས་པས་སོར་ཆུད་དངུལ་སྤྲད་བྱས་ཟིན་ད་ཧ་འདི་འདི་ཉར་དུ་འདུག་མང་ཆེ་སྲོག་ལོ་མ་བཏང་ངེས་ལ་མང་པོ་ཅིག་ཤི་ཤག་ཁོང་ཚོ་ནི་ཟ་གི་ནི་ཡོད་མ་རེད་ང་ཚོ་ཉག་བཞི་པོ་འདི་ཚོ་ཆུང་ཆུང་དུ་འདུག་དེའི་བར་གྱི་ཨོ་ཆུང་ནག་གཡུག་གི་སོང་སོང། ཁོ་ནག་ཚོ་སོ་ལོ་བཏང་ཉལ་དུ་འདུག་སོ་སོའི་ཀུན་སློང་དེ་ཡག་པོ་ཅིག་ཁྱེད་ནང་ཁྱེར་གྱི་ཡོད་གུ་གུ་ཡོད་ཀྱི་རེད་ཡིན་ནའི། ཐ་མའི་རྒྱུ་འབྲས་དེ་ཉག་སྟོང་ར་མང་གོ། དོན་དག་ཅན་མེད་སྐྱོ་བས་ཤི་བཅུག་བྱས། ངོ་ནས་ཁྱེད་ཚ་ར་ཞིག་འདུག་ནང་ཆོས་བྱས་པ་ཡིན་ནའི་ཡིན་ནའི་སྡིག་བཤགས་བྱེད་ཡ་ཆེད་དུ་ཡང་སེམས་ཅན་ལ།